ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ད་ད་དང་གིས་ང་བི་དེ་ཨོ་ཐད་གཏོང་འགྲོ་འཇུག་དེ་ཨ་ནི་ད་ད་ནག་གི་རུ་པོ་ཏྲེ་བཅས་ཨ་ནི་ད་མ་ཐུ་ཡ་བཟོས་ཤ་ཨ་ནི་ང་ཡང་འཇག་ཨ་ནི་ཁྱེད་རྣམ་པའི་དོན་ལ་ལྕག་གི་ཡོད་ཨ་ནི་ཡན་ཅིག་མ་ཅིག་གིས་དེ་བཤད་ཅེས་རྒྱུ་དྲན་པ་མ་བརྗེད་པ་གནང་རོགས་གནང་ཨ་ནི་ང་ད་རིའི་ཐད་གཏང་ཡོང་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་བ་ཡིན་ན།

ཁྱེད་དོན་འདི་ལ་ལྟ་མ་ཐུབ་ཡ་སོད་དོ། ཨ་ནི་ཁྱེད་རྣམ་པའི་མཁྱེན་བརྩེ་རེ་རོ་ཨ་དེ་ཡིན་དུས་བསམ་པ་ལ། ད་ལྟ་ངེད་ཀྱིས་སྐད་ཆ་བཤད་དུས་བསམ་པ་ལ་ཡ་ཁྱེད་རྣམ་པ་ཀྱི་བཤད་བྱེད་ཅིག་དང་ཨ་འདི་ཚོ་དྲན་པ་མ་བརྗེད་ཡ་གནང་རོགས་གནང་ཞུ་ཡ་ཡིན་རོ་ཨ་ང་དངོས་གནས་ང་རང་གི་སྟོབས་ཕོ་ཨ་མ་རེད་ནས་དེ་ཐད་གཏོང་ལ་ཡོང་གི་མེད་རོ་ཨ། ང་རང་གྲོགས་མགོ་མ་རྒྱག་ནས་སླེབས་ཀྱི་མེད་རོ་ཨ་ང་རང་དུས་ཚོད་མང་དྲགས་ནས་སླེབས་ཀྱི་མེད་ཨ་ང་གལ་ཆེན་པོ་ཅིག་བརྩིས་ནས་སླེབས་ཀྱི་ཡོད་དེ་བྱས་དུས་བསམ་པ་ལ་ཁྱེད་རྣམ་པ་ཀྱི་ཚང་མ་ཀྱི་བཤད་བྱེད་ཅིག་དངོས་གནས་དྲན་པ་མ་བརྗེད་པ་གནང་རོགས་གནང་ཞུ་ཡ་ཡིན་རོ་ཨ། དེ་ངས་གལ་ཆེན་པོ་ཞུ་གི་མཐོང་གི་འདུག་ཨ་ནི།

ང་ད་ཡིད་ཐེ་ཚང་འགྲོ་འདུག་བསམ་པ་ལ་ཁོ་དེ་ལྟ་མ་ཐུབ་ཡ་བྱེད་དགོས་ཡ་གི་རྒྱུ་མཚན་དེ་ག་ལ་ན་ཡིན་སྐད་ཆ་བདེན་པ་ཤིག་གོ་བདེན་པ་འགྲོ་ས་ཡོད་མ་རེད་ཁོ་ཚོ་ལ་མེད་པི་ཤེས་དགོས་གོ་ད་ནག་ལ་ཡོད་ད་ནག་ལ་མེད་པི་མ་ཤེས་ན་བདེན་པ་འགྲོ་ས་ཡོད་མ་རེད་ཡོད་ད་ནག་བདེན་པ་བདེན་པ་ད་ནག་གི་དུག་རེད་རེད་བ་དེ་བྱེད་འདུག་བསམ་པ་ལ་ངའི་ད་ངའི་སྐད་ཆ་རྡོག་རྡོག་དེ་ག་རེ་ཡིན་ལབ་བ་ཡིན་ན། ད་ལྟ་རྡ་རམ་ས་ལ་ཡ་གཞི་རིམ་མི་དམངས་ཀྱི་ཡ་ནི་ངོ་རྒོལ་རྒྱག་གནང་གི་འདུག་བ་ངོ་རྒོལ་རྒྱག་ཡ་འདི་དམངས་གཙོ་རེད་སྒྲིག་འོག་རེད། ཡིན་ན་ཡང་ངོ་རྒོལ་རྒྱག་ཡ་འདི་རྒྱབ་སར་ནོ་ཤ་ཨ་ཟེར་བ་ངོ་རྒོལ་རྒྱབ་སར་གྱི་ཨ་ནི་ས་ཆ་འདི་ནོ་ཤ་ངོ་རྒོལ་རྒྱབ་སར་འདི་གྱི་ཨ་ནི་རྒྱབ་སར་གྱི་ཡུལ་འདི་ནོ་ཤ་ཨ་ཟེར་ལབ་བར་བ། ངེད་ཀྱིས་རྒྱུ་མཚན་ག་རེ་ལབ་བ་ཡིན་ན། ང་རང་ཚོ་གིས་གོང་ས་མཆོག་གི་མ་གནང་ཚ་མ་གནང་འཇོག་གིས་གོང་ས་མཆོག་གི་མ་གནང་འཇོག་གིས་དམངས་ཚོགས་དང་དཔྱ་ཁྲལ་རིན་པོ་ཆེ་བརྩད་མེད་བསྡུ་རིས་བཏང་ངེས་དང་དམངས་ཚོགས་གཏོར་བཤིག་བཏང་ངེས་འདི། ཨ་ནི། ད་ལྟ། ཁྲི་བཞི་པ་ཟུར་པ་རྣམ་པ་གསུམ་འདི་ཡིས་ཁྲི་ཁང་བཙན་འཛུལ་བྱས་ནས་འདི་ཆགས་དེ་ཡོད་རེད་དཱ། ངས་ཡིན། ག་རེ་བྱས་རེད་ལགས་ན། ཁྲི་བཞི་པ་འདི་ཡས་ཡིས། ཨ་ནི། དཔྱ་ཁྲལ་ནང་ལ་ཡང་ཁོ་རང་ཚོ་གིས་རང་ལུས་གང་འཇགས་ཀྱིས་ཨ་ནི་ཁོ་རང་ཚོ་འདོད་པ་ཡོད་པ་ན་ཞེས་ཀྱིས་དཔྱ་ཁྲལ་བཟོས། དེ་ནས་ཡང་བླུགས། ཨ་ནི། དཔྱ་ཁྲལ་ཁྲལ་བཏང་ས་འདི་ཀྱང་ང་རང་ཚོ་གིས་ཨ་ནི་ཁོ་རང་ཚོ་རྣ་བ་མ་འགྲོ་ས་དང་ཁོ་རང་ཚོ་འདོད་པ་མེད་ས་ལ་ཁོ་ཚོ་གིས་ཁྲལ་བཏང། ཁོ་ར་འདོད་པ་ཡོད་ས་ལ་རྒྱབ་སྐྱོར་བྱེད་ནི། ཨ་ནི་སྤྱི་བསྡུས་ལྷན་ཚོགས་བོད་ཆོལ་ཁ་གསུམ་གྱི་སྤྱི་བསྡུས་ལྷན་ཚོགས་འདི་གི་ཆོལ་ཁ་དབྱེར་མེད་ཆོས་ལུགས་དབྱེར་མེད་ཀྱི་ཐོག་ལ་ནས་ཨ་ནི་ཁོ་ཚོ་གི་དམངས་གཙོ་ཀ་བ་གསུམ་ནག་ལོག་ནས་གྱེས་ཆེ་ཤུ་ཨ་ནི་ང་རང་ཚོ་གི་སྤྱི་བསྡུས་ལྷན་ཚོགས་མི་དམངས་ཀྱི་སྐུ་ཚབ་འདི་ཡས་གི་ཨ་ནི་ད་འགྲིག་གི་མི་འདུག་བསམ་ནས་ཆོལ་ཁ་གསུམ་གི་སྤྱི་བསྡུས་འདི་གི་འོ་ཤོག་བླུག་བྱས་ཨ་ནི་ཁོ་ཚོ་ཁྲི་ཆེ་བར་དང་ཡས་དུ་མ་སྤིས་བ་རེད་ཨ་ནི་ཁྲི་ཁག་ནས་ཁྲི་ཁག་བཙན་འཛུལ་བྱེད་ཀྱི་འདུག་ལས་བྱེད་ཨ་ནི་ཁྲི་ཁག་ནས་མ་ཨ་ནི་ཤི་སྤིས་བཏང་རེད། དེ་ཤི་པའི་རྟགས་འདུག་བསམ་པ་ལ་ཤི་པའི་རྟགས་དང་འབྲི་ཡོད་ན་རེད་ནོར་ཡོད་ན་རེད་དེ་འདུག་གལ་སྲིད་ཁོ་རང་ཚོ་གིས་ཨོ་ཡིན་ད་ཡིན་ང་ཚོ་ཤི་པའི་ད་ལྟ་དམངས་གཙོ་སྒང་ལ་ནས་ང་ཚོ་མ་ཨ་ནི་ལས་ཀ་མ་སྤིས་ན་ང་ཚོ་མ་འགྲོ་ལ་ན་མ་འགྲོ་རྒྱུ་རེད་ཡ་དེ་ལ་ན་ཡ་བསྡད་རྒྱུ་རེད་ལས་ཁོ་རང་ཚོ་ད་ལྟ་དྲ་རྒྱ་བལྟ་ཡ་ཡོད་རེད་ཁོ་རང་ཚོ་ཕྱིན་པ་རེད། དེ་ཕྱིན་ཚར་བའི་ཞུགས་ལ་ཡང་དར་ནག་གིས་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ཡི་མིང་བེད་སྤྱོད་བཏང་ཆེད་ག་རེ་ལབ་བར་ལབ་ན། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་དང་དེ་ཡས་ད་ལྟ་སྤྱི་གཟུགས་བཀའ་ཟུར་དུ་ཟུག་གི་འོ་ས་ཡིག་བརྒྱབ་ཅིང་ཡར་ཤོག་ལབ་ཡི་འདུག་ཨ་ནི་ཡང་ཡོང་ཡིན་ཟེར་ནས་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ཡི་མཚན་བེད་སྤྱོད་བཏང་བ་རེད། ཡིན་ནས་ཀྱི། ད་ལྟ་ལས་ཐོག་གིས་ཨ་ནི་བཀའ་བློན་བྱེད་དུ་མྱོང་ངེས། ད་ལྟ་ང་ལ་ཡང་ཨ་ནི་མིག་གི་ག་རེ་བཤད་སྲིད་ལབ་ན། ང་ཚོ་བཀའ་བློན་ཟུར་པ་དང་སྤྱི་འཐུས་ཟུར་པ་དེ་ཚོ་གིས་ད་ལྟ་གི་ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་ཨ་ནི་ཐ་དཔྱད་བྱེད་ཕྱོགས་དེ་ལ་དཔྱད་ཞིབ་བྱེད་དགོས་འདུག་ལབ་རེད། དེ་ལབ་དགོས་ཡ་གི་རྒྱུ་མཚན་ག་ལ་ལབ་ན། ད་ལྟ་ཁྲལ་ཞིབ་པ་དེ་ག་ཚོད་སྤེལ་ཆུག་སྤྱི་འཐུས་ཁྲལ་ཞིབ་པ་ག་ཚོད་ཀྱིས་མ་སྤེལ་ཆོག་གི་ཡོད་མེད་དེ་དེ་ནང་ལ་ཡ་ཨ་ནི་གསལ་ཁ་ཡོད་མ་རེད། དེ་བྱས་ནས་ལབ་པ་རེད་མ་གཏོགས་ང་ཚོ་གི་ཁྲལ་ཞིབ་པ་དེ་ག་ཡང་ཡོང་ཆོག་གི་ཡོད་ལ་རྩ་བ་བསྙེས་ནས་ཨ་ནི་གསུངས་ཡོད་མ་རེད་གསུངས་གི་འདུག་དེ་ཚོ་ང་ཚོ་མི་མང་གི་ཆེད་དགོས་རེད་བསམ་གི་འདུག་ར། ཨ་ནི་ཁྱོད་རང་ཚོ་གིས་ངེད་ཀྱིས་ད་ལྟ་སྐད་བཤད་དུས་བསམ་པ་ལ་བཤད་བྱེད་དགོས་ཡ་དེ་དཔེ་མ་ཟད་གལ་ཆེན་པོ་རེད་བ་ག་ཅེ་ལ་ན། ང་ཚོ་གིས་ད་ལྟ། རྒྱ་བོད་རིན་པོ་ཆེ་གི། ཅི་གསུང་བཀའ་དྲུག་རྒྱ་བོད་རིན་པོ་ཆེ་གི་མ་གནང་ཆ་ཆོག་གི་མང་ཚོགས་འདི་ལྕགས་བཟོ་བྱེད་ཡ་ལ་གལ་ཆེན་པོ་ཞིག་རེད་བསམ་ནས་ང་ཚོ་གིས་ཉམས་པ་སླ་སོ་བྱས་ནས་ཉམས་པ་སླ་སོ་ལ་ནི་ཚོ་པ་འདི་བཙུགས་དགོས་ཡ་གི་རྒྱུ་མཚན་ཚོ་ད་ག་རང་ཆགས་རེད། རྒྱུ་མཚན་ག་རེ་ལགས་ན། ད་ལྟ་ཁྲལ་གཞི་པ་དེ་ག་གི་ཁྲལ་ཁང་བཙན་འཛུལ་བཟོ་བྱས། སྲིད་དབང་སྒེར་གཅོད་བྱས་ཀྱང་ང་ཚོ་གི་ཁྲལ་གཞི་ལས་ཁང་དེ་བཙན་འཛུལ་བཟོ་འོས་འདུག་བསམ་པ་ལ། ང་ཚོ་བོད་གཞུང་གི་རྒྱ་བོར་མི་ཞིག་ཡིན་སྣང་ཚར་བྱུང་གི་དམངས་ཚོགས་དེ་རྩ་མེད་རྩ་མེད་བཏང་རེད། ང་ཚོ་དཔྱ་ཁྲལ་རན་པོ་ཆེ་ལ་རྩིས་མེད་སྡུག་རུས་བཏང་རེད། ང་ཚོ་མི་དམངས་ཀྱི་སྐུ་ཚབ་སྤྱི་འཐུས་ལྷན་ཚོགས་ལ་ཡང་རྩིས་མེད་སྡུག་རུས་བཏང་ཡོང་འདུག་བསམ་པ་ང་ཚོ་གི་ཉམས་པ་སླ། བསམ་པ་ལ། ད་ལྟ། ཨ་ནི། ང་རང་ཚིག་གི་བཀའ་ཟུར། རི་རྗེ་མཁའ་འགྲོ་ལ་ཨ་ནི་སྤྱི་འཐུས་གྲོས་ཚོགས་ནང་ལ་ཡ། ཨ་ནི་ད་རི། དེ་ལ་ཡ་ག་བླ་གོ་རེ། མི་མང་ལས་འགུལ་ལ་ཕེད་བྱས། ཨ་ནི་རྒྱ་བོ་རིན་པོ་ཆེའི་བཀའ། ལྟ་སྒོམ་ག་རེ་ཡིན་པ་འདི་ནི་ཕྱི་འགོ་བར་བས་གསུངས་པ་ཡིན་ན། བརྩེ་བ་གཉིས་ནས་འགྲིག་གི་མེད། རྒྱ་བོ་རིན་པོ་ཆེ་ང་ཚོ་ཕ་མ་ལས་རྒྱ་བོ་རིན་པོ་ཆེ་ང་ཚོ་གི་ལ་བརྩེ་བ་ཆེ་བ་ཡོད། གལ་སྲིད་འདི་རྒྱ་བོ་རིན་པོ་ཆེ་ལགས་ཀྱི་གསུང་ཡིན་རེད་རྡོག་རྡོག་བཤད་པ་ཡིན་ན་དེ་རྩ་བ་གཉིས་ནས་འགྲིག་གི་མེད་ཟེར་བ། ག་ཅི་ལ་ན་ད་རིས་ཀྱི་ཨ་ནི་བཀའ་བློན་རི་ཆེ་མཁའ་འགྲོ་ལགས་ཕེབས་རྗེས་ཨ་ནི་ད་རིས་གསུང་བཤད་གནང་ཕྱོགས་འདི་ཨ་ནི། གཙོ་བྱས་རྣལ་འབྱོར་འདི་ཕྱིར་དྲག་སོང། དངོས་གནས་ཡིན། ད། ཁྲེ་ཞི་པ་འདི་ཡ་ཡིས་ཨ་ནི་ང་ཚོར་ཁྲེ་ཁང་བཙན་འཛུལ་བཟོས་འདུག་བསམ་པ་ལ་ཡ་ཨ་ནི་སྐུ་ངོ་གིས་དེ་འདྲའི་གི་གསུང་བཤད་ཅིག་གནང་ཐུབ་པ་ཡིན་ན། ཧང་སང་ཡ་ཡིས་ཨ་ནི་གཟི་བརྗེད་ཆེན་པོ་རེད་ལ། ཧང་སང་ཡ་ཡིས་གོང་ས་མཆོག་གིས་མ་གནང་བཞག་ཅིག་དམངས་གཙོ་འདི་ལ་ཡ་གུས་ཕྱོགས་དེ་བདེན་པ་ཆགས་ཀི་འདུག། ཡིན་པ་ཡིན་ན་ཡ། ད་ཡིས་དར་ནག་གི། ངེད་ཀྱིས་ད་ད་ལྟ་སྐད་ཆ་བཤད་པ་འདི་ལ་ཡང་ཨ་ནི་ལྟ་མ་ཐུབ་ཡ་བཟོ་དགོས་ཡ་དེ་ཚོ་ཚང་མ་འདི་ངས་དྲང་པོ་བཤད་འོ་ར་བ་འདི་བྱས་ནས་ཁོ་ཚོ་གིས་ངའི་སྐད་ཆ་འདི་ལྟ་མ་ཐུབ་ཡ་བཟོས་རེད། ད་ལྟ་ངའི་སྐད་ཆ་འདི་ལྟ་མ་ཐུབ་ཡ་བཟོས་འདུག་ཨ། ཨ་ནི་འདི་བཟོ་དུས་བསམ་པ་ལ་ངེད་ཀྱིས་བཀའ་བློན་རེ་ཆེ་མཁའ་འགྲོ་ལགས་ཀྱིས་ཨ་ནི་ད་གིས་ཨ་ནི་སྐད་ཆ་བཤད་བཞག་ཆོག་ཅིང་ཨ་ནི་གསུང་བཤད་གནང་བཞག་ཆོག་ཅིང་ཡན་ཅིག་མ་ཅིག་གིས་ཨ་ནི་ངེད་ཀྱིས་འདི་གནང་ལ་ཁྱེད་རྣམ་པ་ལ་ཉེས་བཅུག་གི་ཡིན། བཀའ་བློན་རེ་ཆེ་མཁའ་འགྲོ་གིས། ད་ད་ད། ངེད་ཀྱིས་ད་ལྟ་ཁོང་དེ་ན་ལྟ་བཅུག་གི་ཡིན་ཟེར་བ་བཀའ་བློན་རེ་ཆེ་མཁའ་འགྲོ་ཡིས་ཨ་ནི་གསུང་བཤད་གནང་བཞག་བརྗོད་འདི་ནང་ལ་ཡ་ཨ་ནི་ང་ཚོ་གིས་ཨ་ནི། རྒྱལ་བ་རིན་པོ་ཆེའི་བཀའ་དགོངས་ག་རེ་ཡིན་པ་ནི་ཕྱིན་གྱི་རུ་བས། ཨ་ནི། ད་ག་ཟི་བརྟན་བཞུགས་ཕུལ་ད་ག་ཟི་ཨ་ནི། ད་ད། སྐུ་ཚེ་རིང་པོ་བརྟན་དགོས་ལ་ང་ཚོ་ཚང་མས་ཀྱིས་གསུང་གནང་དགོས་བ་རུ་བས། ཨ་དེ་ལ་དུ་བསམ་པ་ལ་རྒྱལ་བ་རིན་པོ་ཆེ་ལགས་ཀྱིས་གསུང་བཤད་གསུང་ཚ་བོ་ནི་མ་ག་རེ་གསུང་ཡོད་ལ་ན། ངེད་ཀྱིས་ང་རང་བོད་མི་མ་དོ་ཚོ་ལ་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་ཀྱིས་ཨ་ནི་དམངས་ཚོགས་གསོད་རེས་གནང་ཡོད་ལ། ཨ་ནི་དམངས་ཚོགས་འདི་ཡང་དག་པ་ཨ་ནི་ཡོང་ཡག་ལ་ཁྱེད་རང་ཚོ་མི་མང་དོ་ཚོ་ལ་འགན་ཡོད་རེད་ཟེར་གོང་ས་མཆོག་གིས་གསུང་བཤད་ད་ལྟ་ཉན་ཡག་ཡོད་རེད་ཟེར་གསུང་བཤད་གོང་ས་མཆོག་གི་གསུང་ནི། ཨ་ནི་འདི་གསུང་འདོད་བསམ་པ་ལ་ང་ཚོ་གིས་གོང་ས་མཆོག་གིས་གནང་བཞག་རྒྱུ་གི་དམངས་ཚོགས་འདི་ཨ་ནི་ཁྱེད་ཚོ་གིས་ད་ལྟ་དམངས་ཚོགས་དེ་ལ་ལག་ལེན་ཡག་པོ་བསྟར་ནས་ལྷབ་སྦྱོང་ཡག་པོ་བྱས་ནས་ཨ་ནི་བོད་ནང་ལ་ཡང་དམངས་ཚོགས་ལག་ལེན་བསྟར་ཐུབ་པ་བཟོ་དགོས་རེད་དཱ། གོང་ས་མཆོག་གིས་གསུང་བཤད་གནང་ཡོད་རེད་དཱ། འདི་གནང་ཡག་འདུག་བསམ་པ་ལ་ད་ད་ལྟ་ཀ་ལོ་རི་ཆེན་མཁའ་འགྲོ་གི་ཕ་ཤོག་ལ་ཡང་ཨ་ནི་ང་ཚོ་གིས་མི་དམངས་ཀྱི་སྐུ་ཚབ་ལ་ངོ་རྒོལ་རྒྱག་ཉེན་ཨ་ནི་ང་ཚོ་བཙན་བྱོལ་ཤོད་ཚོགས་རྣམས་ལ་ད་ལྟ་བར་དུ་མཐའ་དཀྲུག་འབུད་དཀྲུག་བཟོས་ཏེ་ངེས། འདི་སྐད་སྡིག་གི་ཇག་ཇག་ལོས་ལ་འགྲོ་བྱས། ཨ་ནི་ད་མི་མང་ལས་འགུལ་འདི་སྐད་སྡིག་གི་ཨ་ནི་ད་ལྟ་ཆོས་ཕྱོད་ཀྱི་སྤྱི་འཐུས་མི་དགོས་ལ་གི་འདུག་ཨ། ཆོས་ཕྱོད་ཀྱི་སྤྱི་འཐུས་ང་ཚོ་གོང་ས་མཆོག་གིས་ད་ལྟ་བཙན་བྱོལ་ནང་ལ་ཡང་ཐེངས་མ་དང་པོ་དང་ཤོས་འདི་ང་ཚོ་གི་ཨ་ནི་ཁྲི་ཟུར་ལྷན་ཁང་བཙུགས་རེད། ཁྲི་ཟུར་ལྷན་ཁང་འདི་ནང་ལ་ཡང་ང་རང་ཚིག་གི་བོད་པ་ལ་ཡང་ད་ལྟ་བོད་པ་ཡག་པོ་ཡོད་རེད་ལ་ཡང་ད་ལྟ་བོད་པ་ལ་ཡང་སྤྱི་བོད་པ་ལ་ཡང་འདི་ཡག་པོ་ཡོད་རེད་ལ་ཡང་བཟོ་ངེས་འདི་ཆོས་རྒྱུད་ཆགས་འདི་བར་གདའ། གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་རྩ་བའི་བླ་མ་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ཆོས་རྒྱུད་ཆེན་པོ་འདི་སྐད་ཀྱི་ཨ་ནི་བླ་ཆེན་རྣམ་པ་འདི་སྐད་ལ་བརྟེན་ནས་ཨ་ནི་ད་ག་ནས་ཤེས་ཀྱི་ང་རང་ཚོ་གི་ཆོས་རྒྱུད་ཆེན་པོ་འདི་སྐད་ཀྱི་ཨ་ནི་དཀའ་ལས་རྒྱག་ནས་དངོས་གནས་ཀྱི་ཁོང་རྣམ་པ་དེ་ཚོ་གི་དཀའ་ལས་རྒྱག་ནས་ང་རང་ཚོ་བོད་པ་འདི་ད་ལྟ་འཛམ་བུ་གླིང་ནང་ལ་ཡང་ཁྱབ་བསྒྲགས་ཆེན་པོ་ཅིག་འགྲོ་ཐུབ་ཀྱི་ཡོད་ཙང་ང་རང་ཚོས་རྐང་བཙུགས་ནས་ཨ་ནི་ང་རང་ཚོ་སྐྱིད་སྡུག་གྲོས་ཚོགས་ནང་ལ་ཡང་ཨ་ནི་ཆོས་རྒྱུད་སྐྱིད་སྡུག་དེ་ཚོ་ཨ་ནི་དམིགས་བསལ་གྱི་བླུགས་དགོས་ཡ་གྱི་ཨ་ནི་གནས་སྟངས་འདི་ཨ་ནི་གོང་ས་མཆོག་གིས་ད་ལྟ་བར་དུ་ང་རང་ཚོ་ལ་ཡང་དགུང་ལོ་བཅུ་དྲུག་བཅས་ནས་ཤ་ལས་གནག་བཅས་དཀའ་ལས་བརྒྱབ་བཅས་ཨ་ནི་ཆོས་སྤྱོད་ཆོས་སྤྱོད་ཅིག་གིས་མི་ཁེ་བཅས་ཨ་ནི་དཀའ་ལས་བརྒྱབ་ཡོད་འདུག་བསམ་པ་ལ་ཡང་གོང་ས་མཆོག་གིས་བཙན་བྱོལ་ལ་སླེབས་ནས་ཆོས་ཆོས་བཀའ་དབྱེར་མེད་ཆོས་ལུགས་དབྱེར་མེད་བྱས་ནས་ཨ་ནི་ད་ད་ལྟ་ཆོས་སྤྱོད་ཀྱི་ཨ་ནི་སྤྱི་འཐུས་རྣམ་པ་དེ་ཚོ་ང་ཚོ་གྲོས་ཚོགས་ར་བ་ནང་ལ་སླེབས་དགོས་ཡ་འདི། ང་ཚོ་བོད་པ་ལ་ཆོས་ལུགས་མེད་ན་ང་ཚོ་བོད་པ་སུ་གཅིག་ངོ་ཤེས་མགོ་མ་གཏགས། ང་ཚོ་ཆོས་ལུགས་འདི་གི་ལ་བརྟེན་ནས་ང་ཚོ་བོད་པ་འཛམ་བུ་གླིང་ནང་ལ་ཡང་ཨ་ནི་ད་ད་བརྩི་འདི་ཡ་འདི་འདི་རེད་གདའ། ཅི་ཡིན་འདུག་བསམ་པ་ལ་ད་ད་ད་འདི་ཆོས་སྤྱོད་སྤྱི་འཐུས་མེད་དགོས་ལ་བྱས་ངོ་དགོས་རྒྱ་ངེས། ང་ཚོ་གིས་ད་ལྟ་དམངས་གཙོ་ཡི་བཀོད་བཞག་ཅུག་གི་སྤྱི་འཐུས་རྣམ་པ་མི་མང་སྐུ་ཚབ་དོ་ཚོ་ལ་ངོ་རྒོལ་རྒྱ་གཉིས་ལ་བཀའ་བློན་རི་ཆི་ཁ་འདྲུ་ལགས་ཀྱིས་ཨ་ནི་རྒྱབ་སྐྱོར་བྱེད་དགོས་པ་ཞིག་དང། ཨ་ནི་ང་ཚོ་གིས་སྔོན་མ་ཉམས་པ་བླ་སྲོག་གིས་དངོས་གནས་ཀྱི་ང་རང་ཚོ་སྲིད་དབང་སྒེར་སྤྱོད་བྱས་ཀྱི་ཁྲི་ཁང་བཙན་འཛུལ་བྱས་ནི་ཨ་ནི་ང་རང་ཚོ་ད་ལྟ་ཁྲི་ཆི་ལན་ཁང་བཙན་འཛུལ་བྱས་ནི་རྒྱ་བོར་མི་ཆེ་གི་མ་གནང་བཞག་ཅུག་གི་དམངས་གཙོ་གཏོ། ང་ཚོ་བོད་པའི་ཤུལ་གཙོ་གཏོ་ཞིག་བཏང། ང་ཚོ་གི་དཔྱ་ཁྲལ་རིན་པོ་ཆེ་ལ་ཡང་བརྩི་མེད་སྡུག་རུས་བཏང། དེ་སོ་ངེ་དེ་ལ་ཡང་ཨ་ནི་ཁོང་ཚོ་གིས་དེ་ལ་ཡང་ཨ་ནི། དེ་ལ་རྒྱབ་སྐྱོར་བྱས་ནས་དེ་གི་ཁྲེ་ཁག་བཙན་འཛུལ་བྱས་པ་ལ་ངོ་རྒོལ་རྒྱག་མ་དགོས་པ་ལ་ཡ། ད་རིས་ཨ་ནི་ང་ཚོ་གི་ད་ལོན་ས་ལ་ཡ། མི་མང་གི་ལས་འགུལ་ལ་ནི་ནག་ནག་ཤག་བརྗོད་དུ་བོད་པོའི་ཤོད་ཚོགས་དཀྲུག་དུ་ངེས། ནག་ཤག་བརྗོད་དུ་བོད་པོའི་ཤོད་ཚོགས་ནང་ལ་ཆོལ་ཁ་ཡ་ཆོལ་ཁ་ཆོས་ལུགས་ཀྱི་ཐོག་ལ་ཐན་ཅན་བྱས་དུ་ངེས། ནག་ཤག་བརྗོད་དུ་བོད་པོའི་ཤོད་ཚོགས་ནང་ལ་ཡ། ཨ་ནི་བསྡུ་རིས་ངེས་ཚོད་ཚང་མ་བྱས་དུ་ངེས་དེ་ལ་རྒྱབ་སྐྱོར་བྱས་ནས་ད་རིས ྋགོང་ས་མཆོག་གི་མཚན་དེ་ནི་འབོད་པ་འདི་ལ་ཡ་བློ་ཕངས་ཡོད་ད། བློ་ཕམ་སྟྭཱས། གོང་ས་མཆོག་ང་ཚོ་གི་ཏྭ་བོད་མིའི་ཁོ་བོས་གཉིས་ང་ཚོ་བོད་སྤྱི་པ་ལ་ཡ་ཡོད་ཨ་ཡོད་ནང་གི་ད་ཡོད་གོང་ཁུངས་ལ་ལྷག་ས་ཅིག་ཡོད་མ་རེད་ད་རེས་དེ་ཚེ་འདི་གཞི་རིམ་མི་མང་གི་རྒྱ་ལོ་ལ་ཁྱེད་སླེབས་ནས་གོང་ས་མཆོག་གི་ང་ད་རེས་ཁྱོད་ཚོ་ལ་གོ་མ་སོང་ལབ་ན་འགྲིག་གི་མི་འདུག་ང་རང་ཚོ་གི་བོད་མི་སྤྱི་སྤྱི་པ་གི་སྤྱི་དོན་འགྲུག་ཡ་ལ་ཡ་ཨ་ནི་ཁྱོད་རྣམ་པ་དེ་གས་དཀའ་ལས་ཞེ་བོ་རྒྱབ་ཤ་ལ་ནི་ཨ་ནི་རྒྱ་བོར་མི་བྱེད་ཚེ་འདི་ནི་ཁྱེད་ནི་ཡོང་ན་འགྲིག་གི་རེད་བས་ག་ལ་ན་ཁོང་ཚོ་གི་ད་ཟླ་ཁྲི་བཞི་པ་ད་ལྟ་ཁྲི་ཀང་བཙན་འཛུལ་བྱེད་ངེས་དགེ་ལ་རྒྱབ་སྐྱོར་བྱེད་ན་མགོ་བར་ཟློག་ཨཱས་རྒྱབ་སྐྱོར་བྱེད་མགོ་བར་ཟློག་ཨཱས་རྒྱབ་སྐྱོར་བྱེད་མགོ་བར་ཟློག་ཨཱས་གལ་སྲིད་ངོ་རྒོལ་རྒྱག་ས་དེ་ད་རིང་ཁྲི་ཆེ་པ་དེ་ག་ཡིན་པ་ཡིན་ན། ད་ལྟ་བཀའ་བློན་རེ་ཆེ་མཁའ་འགྲོ་གི་གསུང་བཤད་འདི་ལུག་ཏུ་མཐུན་པ་རེད་ལ་འགྲིག་འོག་རེད། ང་རང་སི་གི་གོང་ས་མཆོག་གི་གནང་བཞག་ལྗོངས་ཀི་དམངས་གཙོ་གཏོ་ཉིན་ད་ལྟ་ཁྲི་ཆེ་པ་ཟུར་པ་དེ་ག་ཁྲི་ཀང་བཙན་འཛུལ་བྱེད་ངེས་དེ་ག་ཆགས་དེ་གི་བར་རིང་ད་ག་ནན་ཤན་གི་ད་ལྟ་དར་ནག་དེ་ག་འདི་ལྟ། པའི་འདུག་ཉིས་སྟོང་བཅུ་དྲུག་བཅུ་དོན་བསྐྱར་བཅས་བཅུ་དགུ་ཆེད་ནས་ད་བོད་པའི་ཤོད་ཚོགས་དཀྲུགས་བྱས་དེའི་ནང་ལ་ཤོད་ཚོགས་ནང་ལ་ཡང་ངོ་རྒོལ་ཤ་སྟག་རྒྱག་ནས་ཡོང་འདུག་ངེས་པའི་འདུག་བཙན་བྱོལ་ཤོད་ཚོགས་ནང་ལ་ཡང་ཆོལ་ཁ་དབྱེ་བཤེས་བྱེད་ངེས། མི་མང། ཁ་ལ་ཧོ་རེ། མི་རིགས་དབྱེ་འབྱེད་བྱེད་ངེས། དེ་གས་འདི་ལ་ཡང་ཨ་ནི་རྒྱབ་སྐྱོར་བྱེད་ནས་ད་རི་ཕ་ཤོག་སྒྲོག་བྱས་གོང་ས་མཆོག་གི་མཚན་སྨིན་པ་དེ་ཧང་སངས་ཡི་བློ་ཕངས་རེད་ལ་ཨ་ནི་ད་ག་ནས་ཤེས་ཀྱི། དུ་སང། ང་རང་ཚིག་གི། བཙན་བྱོལ་གྱི་བོད་པ་དེ་ཚོ། མི་ལོ་ཉུ་ཤུ་སུམ་ཅུ་རིང་ལ་ཡ་ཚང་མ་གིས་དམངས་སྲོག་གི་རྒྱལ་ཁབ་ནང་ལ་ཡ་དམངས་སྲོག་ལུང་དུ་བཅོས་ནས་བསྡད་དུ་ཡོད་རེད་ད། དེ་ཡོད་དུ་བསམ་པ་ལ་ཡ་དམངས་སྲོག་ལུང་བཅོས་ནས་བསྡད་དུ་ཡོད་དུ་བསམ་པ་ལ་ཡ་ཚང་མ་གིས་དམངས་སྲོག་གོ་རྟོགས་ཁོ། དམངས་སྲོག་གི་གོ་རྟོགས་རང་ཅག་མ་མེད་པ་ཡིན་ན་ཡ་དམངས་སྲོག་གི་གོ་རྟོགས་མེད་པ་དེ་མི་སུ་གཅིག་ཡོད་མ་རེད་ད། དེ་ཡིན་དུ་བསམ་པ་ལ་ཡ་བོད་པ་ཚང་མ་དེ་ཨ་ནི་ཁྱོད་ཚོ་དེ་སྐུར་པ་དེ་སྙོན་པ་བྱས་ནས་ཨ་ནི། ད་ལྟ་དམངས་སྲོག་ནི། ག་འདྲའི་རེ་བ་བྱེད་ཀྱི་ཡོད་ན་ལེགས་དང་མ་འཚོ་ཆེན་གྱི་ཡོད་ན་ད་ལྟ་ཁྲེ་ཆི་པ་འདི་ག་འདི་ཨ་ནི་ད་ལྟ་ཆོལ་ཁ་གསུམ་གྱི་ཨ་ནི་ད་དམངས་ཚོགས་ཀྱི་དམངས་ཚོགས་སྒང་ལ་ནས་ཨ་ནི་ང་རང་ཚོ་གི Human Body ད་ལྟ་ང་ཚོ་གི་མི་དམངས་ཀྱི་སྐུ་ཚབ་འདི་ག་གི་འོ་ཤོག་བླུག་བྱས་ཨ་ནི་ཏེ་ཆོལ་ཁ་གསང་གི་སྤྱི་འཐུས་འདི་གི་འོ་ཤོག་བླུག་བྱས་མ་དཔེ་ནི་ཨ་ནི་ཟླ་བ་གཅིག་ལྷག་འདི་བཞུགས་ལ་ཡ་ཡ་ཁྲེ་ཁ་བཙན་འཛུལ་བཟོ་ཉེ་ཏེ་དམངས་ཚོགས་གཏོར་ཉེ་དིར་གདའ། དམངས་གཙོ་གོ་རྟོགས་ཡོད་པ་ཡིན་ན། དམངས་གཙོ་གོ་རྟོགས་གཞན། དམངས་གཙོ་གོ་རྟོགས་ལ་ནི་གལ་སྲིད་དངོས་གནས་སྐུ་ངོ་ལགས་ལ་ཡང་དམངས་གཙོ་གི་གོ་རྟོགས་ཡོད་པ་ཡིན་ན། དེའི་རྟོགས་ངན་དེ་ཨ་ནི། ཁྲི་ཆུ་བར་སྲིད་པ་རྣམས་པ་སང་འདི་ཆགས་བསྡད་བར་གདའ། ད་ལྟ་དམངས་གཙོ་རྟོགས་ངན་དེ། ཁོང་ཚོ་སང་འདི་ལ་བརྟེན་ནས་ང་ཚོ་གི་བཙན་བྱོལ་གི་ནང་ལ་ཡང་དམངས་གཙོ་མེད་པ་བཟོས་རེད་བཅའ་ཁྲིམས་རིན་པོ་ཆེ་ལ་ཡང་ཨ་ནི་བརྩི་བཀུར་མེད་པ་བཟོས་རེད་ཨ་ནི་ད་ག་ནས་བཞིན་གྱི་ང་ཚོ་གི་ཁོ་ཚོ་གསུངས་འདུག་གི་ང་ཚོ་གི་དཔྱ་ཁྲལ་ནང་ལ་ཡང་ཁོ་རང་ཚོ་གི་དཔྱ་ཁྲལ་བླུག་ཆེད་དེ་དཔྱ་ཁྲལ་དེ་ཨ་ནི་དངོས་གནས་ཁོ་རང་ཚོ་འདོད་པ་མེད་ས་ཁོ་རང་ཚོ་མ་དགའ་ས་ལ་ཡང་དཔྱ་ཁྲལ་དེ་གི་ཨ་ནི་ཁོ་རང་ཚོ་གི་དེ་བཏང་བར་གདའ་ས་དེ། དཔྱ་ཁྲལ། ཁ་ལ་ཁྲལ་བཏང་བར་གདའ་ས་ད་ག་ནང་བཞིན་གི་ཁོ་ཚོ་གི་སྤྱི་འཐུས་ལྷན་ཚོགས་ལ་རྒྱ་ནག་དབུས་ཁག་གི་ན་བཟའ་དང་ན་བཅས་འཛམ་བུ་གླིང་པ་མགོ་མ་རྒྱག་དུས་ཁོ་ཚོ་སྤྱི་འཐུས་ལྷན་ཚོགས་ལ་ཁོ་ཚོ་འདོད་པ་ནང་བཞིན་ཚོགས་ཐུབ་དགོས་ཚོགས་མ་ཐུབ་ན་ཁྱོད་ཚོ་ཚང་མ་སྤེལ་གྱི་ཡིན་ལས་བྱེད་སྤྱི་འཐུས་ལྷན་ཚོགས་ལ་དེ་འདྲས་གི་མི་མང་སྐུ་ཚོགས་ལ་དེ་འདྲས་སྙབ་ཆུ་བཤད་བར་གདའ་ས་དེ་དེ་བཤད་དུས་བསམ་པ་ལ་ཡང་སྤྱི་འཐུས་གི་བཅའ་ཁྲིམས་རིན་པོ་ཆེ་ནང་ལ་ཡ། ཁོ་ཚོ་གིས་ཨ་ནི་ཁོ་ཚོ་གིས་ད་ལྟ། ག་ལ་དགོས་རེད་ཁོ་རང་ཚོ་གིས་སྲིད་དབང་སྒེར་གཅོད་བྱས་ནས་དེ་འདྲིའི་གི་ལས་དོན་སྡུག་ཅག་བསྒྲུབས་པ་ཡིན་ན་ཁོ་ཚོ་ཁྲེལ་གཞི་པ་དེ་གའི་པི་ཆུ་བོ་ཡོད་ཟེར་ནས་གསུངས་ཡོད་པ་ནག་བཤད་བྱས་ནི། ཆོལ་ཁ་གསུམ་གི་བཅུད་བསྡུས་དེ་གི་ད་གནས་ཚོ་ཁྲེལ་གཞི་པ་དེ་གའི་དེ་དངོས་གནས་སྲིད་དབང་སྒེར་གཅོད་བྱས་ཡིག་དུ་ཁོ་ཚོ་འབྲི་གི་མི་འདུག་ལ་བྱས་ཆོལ་ཁ་གསུམ་གི་བཅུད་བསྡུས་གསུངས་རྒྱུ་གསོལ་ཅིག་གིས་ཨ་ནི་འོ་ཤོག་བླུགས་ནི་ཨ་ནི་ཁོ་ཚོ་ཚང་མ་མ་པི་བར་གདའ། དེ་སྤེལ་ནས་ཡ་ཁྲི་ཁར་བཙན་འཛུལ་བཟོ་བཟོ་ཉེས་འདི་ལ་ཡ་བཀའ་བློན་རི་ཆེན་མཁའ་འགྲོ་ལགས་ཀྱིས་རྒྱབ་སྐྱོར་བྱེད་དགོས་ཡ། ད་ལྟ་ཨ་ནི་ག་ལ་བ་རེད་རྒྱབ་སྐྱོར་བྱེད་ནས་ད་ལྟ་མི་མང་གི་ལས་འགུལ་དེ་ཚོ་ལ་རྒྱབ་སྐྱོར་བྱེད་ནས་ཆོས་ཆོས་གཅིག་སྡུད་མི་དགོས་ལ་བ་རེད་ཁོང་ཚོ་གིས་ཨ་ནི་ཆོལ་ཁ་ཆོས་ལུགས་དབྱེ་ཞེས་བྱས་ནས་ཨ་ནི་ཁོ་ཚོ་གིས་བལ་དུ་ཨ་རོགས་ཁམས་པ་དེ་ཚོ་ཉི་མ་རྟག་པར་ཨ་རོགས་ཁམས་པ་གི་འགྲིག་གི་མི་འདུག་ལ་ཤེས་དགོས་བ་རེད་ཨ་ནི་ད་ག་ནས་ཤེས་ཀྱི་ཁོང་ཚོ་གིས་ང་རང་ཚོ་གི་མི་རིགས་དབྱེ་འབྱེད་བྱེད་དགོས་བ་རེད་ང་རང་ཚོ་བཙན་བྱོལ་ཤོད་ཚོགས་དཀྲུགས་དགོས་བ་རེད། ང་ཚོ་གི་ཕ་མ་བུ་ཆོས་དེ་ཚོ་ཤི་བ་ཤུགས་ལ་བོར་མི་ཤི་ངེས་དེ་ཚོ་ལ་ཨ་ནི་བལ་དུ་བལ་དུ་དུ་རི་ངེས་ཚོ་རྐྱང་ཆ་ལ་དུ་ངེས་དེ་ལ་ཡ་ད་རི་དེ་ལ་རྒྱ་ཆོས་བྱས་ག་ཕས་བྱས་ཨ་ནི་གོང་ས་མཆོག་གི་བཀའ་དགོངས་ག་རི་ཡིན་པ་ཤིན་གོ་རེ་ཟེར་ནས་གསུངས་པ་ཡིན་ན་དེ་རྩ་བ་གཉིས་ནས་ཨ་ནི་ཏག་ཏག་བསྡད་ཀྱི་མི་འདུག་གདའ། དེ་རྩ་བ་གཉིས་ནས་ཨ་ནི་ང་ཚོ་བོད་པར་གྱི་ཨ་ནི་བོད་མི་གྱི་ཚང་མ་མི་རིགས་དངོས་རིགས་ཀྱི་སེམས་པ་ནང་ལ་ཡང་གནས་ཆོག་གི་མ་རེད་གདའ། གར་ཅི་ནས་གནས་ཆོག་གི་མ་ལ་ན་གསུང་བཤད་གནང་སྟངས། འདི། དངོས་གནས་ཀྱི་ནོར་འཁྲུལ་ཆེན་པོ། ཚིག་ལ་ངེས་པ་གི་ནོར་འཁྲུལ་རེད་ད། དོན་དག་འདི་ག་རེ་ཟེར་བ་ཡིན་ན། བོད་མི་མང་ཚང་མ་གི་གོང་ས་མཆོག་ལས་ལྷག་དེ་སུ་གཅིག་ལ་ཡོད་མ་རེད། སོ་སོ་ཕ་མ་ལས་གོང་ས་མཆོག་རྩ་བ་ཆེ་བ་ཡོད་རེད། དེ་ཡིན་དུས་བསམ་པ་ལ་ཡ། ཨ་ནི་གོང་ས་མཆོག་གི་དམངས་གཙོ་ཡ། ཡ། ཨ་ནི་ང་རང་ཚོ་ལ་མ་གསོད་རེས་གནང་བཅུག་དེ་གཏོར་བཤིག་བཏང་ཡིན་དུས་བསམ་པ་ལ་ང་ཚོ་གི་ཁྲལ་བྱེད་པ་དེ་གས་ལ་ངོ་རྒོལ་རྒྱག་རེ་མ་ཏུ་ཁྲལ་བྱེད་པ་དེ་གས་ལ་ངོ་རྒོལ་རྒྱག་དགོས་ཡ་གི། བགེགས་ཀྱི་ངོ་ཤེས་ཀྱི་མེད་ལ་བྱད་ཕོ་བ་གང་གིས་འབྲལ་བ་མེད། འོ་ཡ། བགེགས་པ་ཡི་ཐུགས་ལ་ནི་ད་ག་ན་ཤེས་ཀྱི་ངོ་ཡ་ཤེས་ཀྱི་མེད། མི་ཡི་ཡ་བུ་ངོ་ཤེས་ཀྱི་མེད། འོ་ཡ། མི་མིག་གིས་མཐོང་མྱོང་མེད་ཟེར་བ། ད་ཡ། དྲ་རྒྱ་ནང་ལ་མ་བྱོན་མིའི་ཁོ་རང་མིག་གིས་མཐོང་མྱོང་མེད། ཡིན་ནས་ཀྱང་དེ་སྐད་ཀྱི་གོ་ས་ཆོག་གི་མ་གནང་ཞག་ཆོག་གི་མ་སོགས་ཏེ་རྩིས་མེད་སྡུག་རུས་བཏང། ང་ཚོ་བོད་པ་ནང་ལོག་ལ་ཆོ་ག་ཆོས་ལུགས་ཀྱི་ཕྱོགས་ལྷུང་བྱས། དེ་འདྲའི་ཅན་ནི་ལྟོས་ཤིག་བཏང་ཡིན་འདུག་བསམ་པ་ལ་ང་ཚོ་གིས་ཡིན་ནའི་ཉམས་པ་ལ་སོ་བཙུགས་ཅན་ཨ་ནི་ངོ་རྒོལ་རྒྱག་དགོས་ཡ་གི་རྒྱུ་མཚན་ཚོ་དེ་ནས་ཆགས་དགོས་རེད། ད་དེའི་ལ་ཡ་ཨ་ནི་ད་ལྟ་བཟོད་པ་དང་ཨ་ནི་གཞན་རིགས་མི་མང་དེ་ཚོ་གིས་ཅིག་རྒྱ་བོར་མི་ཅིག་བཀའ་བསྒོས་ཞེས་གསུངས་ལ་རྒྱ་བོར་མི་ཚེ་བེད་སྤྱོད་བཏང་པ་ཡིན་ན་རྩ་བ་གཉིས་ནས་ཨ་ནི་ང་རང་ཚིག་བོད་མི་ངོ་མི་རི་མི་རི་ངོ་རི་ནས་སོར་བཏང་དགོས་ཡ་རེད་དེ་འགྲིག་འོ་མ་འགྲིག་འོ་མ་ད་གར་ཆ་ལ་ན་གོང་ས་མཆོག་གིས་མ་གནང་བཞག་ཆོག་གི་དམངས་ཚོགས་འདི་གོང་ས་མཆོག་གིས་ཨ་ནི། བཙན་བྱོལ་ནང་ལ་སླེབས་ནས་རེ་བ་ཆེ་ཤོས་དེ་གོང་ས་མཆོག་གིས་དེ་ལ་དམངས་གཙོ་ཡི་ལུང་པ་ནང་ལ་ཡང་དམངས་གཙོ་ལག་ལེན་བསྟར་ཆེད་ཨ་ནི་ང་རང་གི་བོད་ནང་ལ་ཡང་དམངས་གཙོ་ཡང་ཅིག་དར་བར་འགྲོ་ཐུབ་ཡ་འདི་ལ་ཡང་ཨ་ནི་གལ་ཆེ་དོན་ཆེ་ཡིན་གསུང་གནང་གསུང་བཤད་འདི་ད་ལྟ་ང་རང་ཚོ་ལ་གཟིགས་ཡ་ལྟ་ཡ་ཡོད་ར་ད་དེ་ཡིན་དུས་བསམ་པ་ལ་ད་རིས་བཀའ་བློན་རེ་ཆེ་མཁའ་འགྲོ་གིས་ཨ་ནི་གསུང་བཤད་གནང་ཆེད་རྦད་དུ་གསུང་བཤད་གནང་དུས་བསམ་པ། གོང་ས་མཆོག་ལ་ཡང་བརྟན་བཞུགས་ཕུལ། གོང་ས་མཆོག་ལས་སྐུ་ཚེ་བརྟན་པ་ཞུ་ལས་ལགས་ལ་དགུང་ལོ་ནི་ག་ཚད་ཡིན་པ་ཧ་གོ་གི་རུ་བ་ཨ་ནི་གོང་ས་མཆོག་བཀའ་དགོངས་ག་རེ་ཡིན་པ་ནི་ཕྱིན་གི་རུ་བ་ཨ་ལགས་སུ་བ། དེ་པད་མ་སྲས་ཀྱི་ནོར་འཁྲུལ་ཆེ་བ་རེད། གོང་ས་མཆོག་བཀའ་དགོངས་དེ་གོང་ས་མཆོག་གིས་ང་ཚོ་ལ་མ་མང་ཚོགས་གསོལ་རས་གནང་རེད། གོང་ས་མཆོག་གིས་ག་རེ་གསུངས་རེད། ངས་ཀྱི་ཁྱོད་ཚོ་ལ་མ་མང་ཚོགས་གསོལ་རས་གནང་རྒྱུ་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་ཀྱི་ཡིན་ད་སྲིད་སྐྱོང་ལས་ཐོག་ད་ལྟ་ལས་ཐོག་གི་སྲིད་སྐྱོང་ཡ་སྲིད་སྐྱོང་ཕད་དུ་ཡིན་ནའི་གི་ད་ག་ར་སོང་སོང་ཏི་སྔོན་གི་སྲིད་སྐྱོང་འདི་ལ་ད་ག་ར་སོང་སོང་ཏི་གསུང་དགོས་ཡ་གི་རྒྱུ་མཚན་ཏི་གོང་ས་མཆོག་རྒྱུ་མཚན་ཡོད་ར་གོང་ས་མཆོག་ང་ཚོ་ཤི་རལ་ཟིན་ལས་ངོ་མཚན། ང་ནི་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་ཡོད་ར་བ། གོང་ས་མཆོག་ཤི་རལ་ཟིན་རང་གི་ངོ་མཚན་གཅིག་ཡོད་ར་བ་གོང་ས་མཆོག་རྩ་བའི་བླ་མ་སོ་སོ་གི་ཡོད་ན་མེད་ན་ངོ་མཚན་གཅིག་ཡོད་ར་ཏི་གི་དེ་འདྲའི་སོང་ཚར་ཆོག་ཅིག་ལ་ཡ་ཏི་རྩ་མེད་སྡུག་རུས་བཏང་ཉེས་འདི་ག་ལ་རྒྱབ་སྐྱོར་བྱས་བྱས་ཡ་ཨ་ནི་ཁྲི་ཁང་ནས་བཙན་འཛུལ་བྱས་བཅུག། ཨ་ནི་ད་ད་ད། ང་རང་ཚོ་ཡི་བོད་མི་དམངས་ཀྱི་ཨ་ནི། རྒྱལ་ཁྱི་བཅས་ཨ་ནི་སོ་སོ་ཀྱི་ཨ་ནི་འོ་ཤོག་བླུག་བཅས་ཨ་ནི་ང་རང་ཚོ་ཡི་མི་དམངས་སྐུ་ཚབ་དེ་ག་ལ་ཨ་ནི། ངོ་རྒོལ་རྒྱག་ངེས། ད་ག་ན་ཤེས་ཀྱི་ང་ཚོ་ཀྱི་ཆོས་བརྒྱུད་དེ་ཚོ་ཆོས་བརྒྱུད་ཁག་དེ་ཚོ་ཀྱི་ད་ད་བར་དུ་ང་རང་ཚོ་ཀྱི། བོད་སིལ་བུ་ཕྱག་ནས་བཅད་ནས་ཆོས་བརྒྱུད་ཆོས་བརྒྱུད་རྣམ་པ། ཆོས་བརྒྱུད་ཆོས་བརྒྱུད་དེ་ག་དེ་གྱི་ཆེ་ཤོས་ནང་གི་ཆེ་ཤོས། ད་ལྟ་ཡི་ང་རང་ཚོ་བོད་པ་ལ་ལོ་རྒྱུས་ཤེས་ཤོག་ང་རང་ཚོ་བོད་པ་གི་རྗེས་རོགས་ལོ་རྒྱུས་ཤེས་ཤོག་ང་རང་ཚོ་བོད་པ་གི་ཨ་ནི་ད་ལྟ་འཛམ་བུ་གླིང་ལ་ཡ་གོ་རྟོགས་བོད་པ་གོ་རྟོགས་ཤེས་ཤོག་ལགས་ན་ང་ཚོ་གི། ཆོས་རྒྱུད་རྣམ་པ་འདི་ག་གི་ཨ་ནི་དཀའ་ལས་རྒྱག་ཆེད་བོད་པ་གི་ཡ་རབས་སྤྱོད་བཟང་བོད་པ་གི་ཆོས་ལུགས་གི་འགྲོ་སྟངས་ཨ་ནི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་རྩ་ཆེན་པོ་འདི་ཨ་ནི་གོ་རྟོགས་སྤེལ་ཆེད་ད་ལྟ་བར་དུ་ང་རང་ཚོ་བོད་པ་ལ་ཡ་དེ་འདྲ་འདྲ་ན་མ་འདྲ་གི་མིང་རག་དེ་ཡ་དེ་ཡ་དེ་ཆོས་བརྒྱུད་རྣམ་པ་ད་ལྟ་ཆོས་བརྒྱུད་ཀྱི་རྣམ་པ་གྱི་ཨ་ནི་ད་ང་རང་དབུ་ཁྲིད་གོང་ས་མཆོག་འོ་ནས་བྱས་ནི་ཨ་ནི་ཆོས་བརྒྱུད་རྣམ་པ་གྱི་ཨ་ནི་བླ་ཆེན་དེ་ག་ཡི་དཀའ་ལས་རྒྱབ་ཆེ་ད་ལྟ་བར་དུ་འདྲ་འདྲ་ནང་གི་མ་འདྲ་སོ་ཆེ་འཛམ་བུ་ལི་སྡོད་ལ་ཡང་དཀའ་ལས་རྒྱག་ཆེ་ང་རང་ཚོ་བོད་པ་ལ་ཡ་འདི་ངོ་ཤེས་ཡ་བོད་པ་ལ་ཡ་འདི་ལ་ཅི་ཡག་པོ་ཡོད་རེད་ལ་ཡ་འདི་ཆོས་བརྒྱུད་རང་གི་བཀའ་དྲིན་རེད་དེ་ཡིན་དུས་བསམ་པ་ལ་ད་ལྟ་ཆོས་བརྒྱུད་དུས་ཀྱི་ཆོས་བརྒྱུད་ཀྱི་གཅིག་བསྡུས་མི་དགོས་ལ་ངས་དེ་ག་ལ་ཡ། སྐྲ་ལོའི་རི་ཆེན་མཁའ་འགྲོ་དེ་ལ་ལངས་ཀྱང་རྒྱབ་ཆོས་བྱས་པ་ཡིན་ན། དེ་རྩ་བ་གཉིས་ནས་ནི་འགྲིག་མ་སོང། གོང་ས་མཆོག་བཀའ་དགོངས། དེ་གོང་ས་མཆོག་གི་བཀའ་དགོངས་མིན་པ་དང་ང་ཚོ་བོད་པ་དེ་ཚོ་ཚང་མ་སྨྱོན་པ་མ་རེད་རྐུ་བ་མ་རེད་ང་ཚོ་བོད་པ་ཆ་ཚང་གིས་ཧ་གོ་དགོས་བ་རེད་གོང་ས་མཆོག་བཀའ་དགོངས་ག་རེ་ཡིན་གོང་ས་མཆོག་བཀའ་དགོངས་དེ་ང་རང་ཚོ་ལ་ག་རེ་གནང་རེད་གོང་ས་མཆོག་གིས་ང་ཚོ་ལ་དམངས་གཙོ་གསོལ་རས་གནང་རེད། ང་ཚོ་ལ་ཆོས་བརྒྱུད་དེ་ཚོ་གལ་ཆེན་པོ་ག་ཚོད་ཡིན་མིན། ང་རང་ཚོ་ཆོས་ཆོས་ལུགས་དེ་ག་ཚད་གལ་ཆེན་པོ་ཡིན་མེད་དེ་ཨ་ནི་ང་རང་ཚོ་གི་ཆོས་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལ་ཡང་དང་པོ་དང་པོ་བཙན་བྱོལ་ནང་ལ་ཕེབས་དུས་བསམ་པ་ལ་སྤྱི་འཐུས་ལྷན་ཚོགས་བཙུགས་རེད་དེ་ནང་ལ་ཡང་དམིགས་བསལ་གྱི་ཨ་ནི་ཆོས་ཆོས་ཁག་ཚང་མ་གི་ཨ་ནི་སྤྱི་འཐུས་བཙུགས་རྗེས་ཨ་ནི་གོང་ས་མཆོག་ད་ལྟ་རྒྱ་གར་ལ་ཕེབས་ནས་ང་རང་ཚོ་གི་ད་ལྟ་བར་དུ།

བཀའ་བསྒོ་ག་རེ་ཡིན་པ་དེ་ང་ཚོ་ཚང་མ་གི་འཆིང་བསྒོ་བ་རེད། གོང་ས་མཆོག་གི་བཅུད་བསྡུ་ལྷན་ཚོགས་གལ་ཆེ་ལོས་ག་ཚི་བརྩི་གི་མིན། ཨ་ནི་ད་ག་ནས་ཤེས་ཀི་ཁྱོད་ཚོ་གི་སྐྱབས་རྗེ་ཟམ་གདོལ་པོ་ཆེ་གི་མཚན་བེད་སྤྱོད་བཏང། ད་ག་ནས་ཤེས་ཀི་དེ་གཞན་རིགས་མི་དམངས་དེ་ཚོ་གི། ཨ་ནི་ད་ག་ནས་ཤེས་ཀི་ང་རང་ཚོ་གི་བླ་ཆེན་ཁག་རྣམ་པ་དེ་ཚོ་གི་མཚན་བེད་སྤྱོད་བཏང་ཡ་རག་གི་འདོད་ད་མི་ཆེན་དེ་ཚོ་མཚན་བེད་སྤྱོད་བཏང་ཡ་རག་གི་འདོད་ད་ཅེ་ན་རྩ་བ་ཉིད་ནས་ཨ་ནི་འགྲིག་གི་མ་རེད། དོན་དག་རྡོག་རྡོག་འདི་ག་རེ་ཧ་གོ་གི་འོ་རེ་ལགས་ན།

མི་དམངས། ཡི་གེ་ཀློག་མ་ཤེས་ངེས། མི་དམངས་བྲི་ཀློག་མ་ཤེས་ངེས། མི་དམངས་སྐུ། ཀླད་པ་སྐུད་པ་འདི་ཚོ་གི། ད་བཀའ་བློན་རེད་ཅེས་གང་འགྲོ་གི་དེ་འདྲའི་གསུང་འོད་འདུག་ཨ་རྒྱ་རོ་མ་ཆེ་བཀའ་དགོངས་འདི་ཨ་ནི་ད་ཁྲི་གཅིག་པ་འདི་ག་འདི་ཨ་ནི་ང་རང་སྤྱི་འཐུས་ལྷན་ཚོགས་མ་སྤེལ་ཚར་ན་ཡང་ཡོང་བཅུག་རང་ལག་ཆང་ལག་བཅད་ཡང་ཡོང་བཅུག་བཅད་ང་རང་ཚོ་གི། བཅའ་ཁྲིམས་ལ་བརྩི་བཀུར་མེད་པ། ང་རང་ཚོ་གི་མི་དམངས་ཀྱི་སྐུ་ཚབ་ལ་བརྩི་བཀུར་མེད་པ། ང་ཚོ་གི་དངོས་གནས་དེ་དེ་འདྲའི་ཟོལ་ངན་འདི་ལ་ཡང་ཨ་ནི་རྒྱ་བོ་རོ་མ་ཆེ་གི་ད་དེ་འདོད་ཤོག་རྒྱ་བོ་རོ་མ་ཆེ་ལགས་ཀྱི་ཨ་ནི་བཀའ་དགོངས་འདི་མེད་འགྲོ་བསམ་པ་ཡིན་ན་ཧང་སང་ཡག་གི་ནོར་འཁྲུལ་བ་ཧང་སངས་ཀྱི་ནོར་འཁྲུལ་རུ་དྭགས་འདི་ཧང་སངས་ཀྱི་ནོར་འཁྲུལ། འདི་འཛམ་བུ་གླིང་སྔོན་མ་ཡིན་ན་ང་ཚོ་དྲྭ་ཇག་གི་རིན་ལམ་མ་རེད་ར་དྲྭ་ཇག་གི་རིན་ལམ་མེད་འདུག་བསམ་པ་ལ་ང་ཚོ་གི་བོད་སྐད་ཐུག་ལ་ག་རེ་བཤད་འདི་ལ་འདི་གོ་དུང་སང་ང་རང་ཚོ་གི་ད་ལྟ་ཁྲི་ཆེ་བ་དེ་གའི་ཁྲི་ཁ་བཙན་འཛུལ་བཟོས་ཡོད་པ་འདི་ད་ལྟ་འཛམ་བུ་གླིང་གི་ཧ་གོ་གོ་ར་དྭགས་འདི་ཧ་གོ་ནི་ང་རང་ཚོ་ལ་ཨ་རི་གཞུང་གི་ཤ་ཡིག་འཇོག་སོང་ཨ་ད་ད་ད་ད་ལས་སྟོད་ཀྱི་སྲིད་འབྱུང་ཡིན་ན་ཡ་ང་རང་ཚང་མ་འཇམ་ཐིང་དུ་འགྲོ་འདི་ཡོད་ཙང་ཡང་ད་ད་ན་གི་ད་ཡང་ཟིང་འཁྲུག་ལྷོ་ཁ་ཀླད་སོང་ཨ། ད་ཡང་དར་ནག་གི་ངོ་རྒོལ་རྒྱག་པ་ལས་ས་ཁོ་རང་ཚོ་ཆོལ་ཁ་ཆོས་ལུགས་ཀྱི་འཐད་ཇེ་རང། ཆོལ་ཁ་ཆོས་ལུགས་ཀྱི་ཆོག་ཤེས་རང་ག་ལ་ཡ་འགྲོ་གོ་རེ་མ་གཏོགས་ཇི་བཞིན་ང་ཚོ་བོད་སྤྱི་པ་ལ་ལྷ་བསང་ཡོད་མ་རེད་བོད་སྤྱི་པ་ལ་སྲས་ཞུགས་ཡོད་མ་རེད། ཁོ་རང་ཚོ་མ་དགའ་ས་ལ་ལྟོས་ཤིག་བཏང་ཡ། ཁོ་རང་ཚོ་འདོད་པ་མེད་སོ་མེད་ས་དེ་ཁོ་ཚོ་གི་མ་དགོས་མ་མེད་པ་བཟོ་ཡ། ཨ་ནི་ཁོ་རང་ཚོ་གི་རང་དོན་སྒྲུབ་ཡ་རང་ཅིག་གི་སོར་བཏང་དེ་ངེད་ཀྱི་དར་ནག་ཅིག་རེད་དེ་གས།

ཁྱད་ཆོས་མེད་པ་བཅས་ནི། ཨ་ནི། ཆོས་རིག་རིས་མེད་ཀྱི་ཨ་ནི། ང་ཚོ་སྤྱི་འཐུས་ལྷན་ཚོགས་ནས་ལྷད་ཡོང་འདུག་བསམ་པ་ལ། དེ་དབྱེ་བ་མེད་པ་དེ་སེར་བུ་དེ་ག་རང་གིས་སྟོན་ཐུབ་བོ་བར་དང་ཚེ་ཐག་འདྲ་བོ་ཆགས་འགྲོ་བོ་རེད། དེ་ཡིན་འདུག་བསམ་པ་ལ་དེ་གས་ཚང་མ་མེད་པ་བཟོ་ནས་ད་ལྟ་ད་ད་ནག་གི། ཨ་ནི། ད་ང་ཚོ་གི་ཆོལ་ཁ་གི་ཐན་སྐྱེད་བཟོ། ང་ཚོ་ལུང་ཚན་གྱི་ཐན་སྐྱེད་བཟོ་བྱས་ད་ནག་གི་ད་ད་བར་དུ་ལས་འགུལ་སྤེལ་ནི། ད་ད་དེ་ལ་རྒྱབ་སྐྱོར་བྱས་ནས་གོང་ས་མཆོག་གི་མཚན་སྨིན་པ་ཡིན་ན་རྩ་བ་གཉིས་ནས་ཨ་ནི་འགྲིག་གི་མེད། འགྲིག་གི་མ་རེད། ག་ལ་ན། གོང་ས་མཆོག་གི་བཀའ་ཉི་མ་ལྟ་བ་ང་ཚོ་འགྲུག་བསྡད་ཡོད་རེད་གོང་ས་མཆོག་བོད་པ་བོད་མི་བོད་མི་མང་ད། བརྒྱ་ཆ་གོ་བཅུ་གོ་དགུ་འདི་ཡིས་ཨ་ནི་བརྒྱ་ཆ་བརྒྱ་ནས་བཀའ་བསྒྲུབ་མ་ཐུབ་ན་ཡི་བརྒྱ་ཆ་གོ་བཅུ་གོ་དགུ་འདི་བསྒྲུབ་ཐུབ་པ་བཟོ་གི་རུ་བ་རྒྱ་རོ་མི་ཆེ་བཀའ་བསྒྲུབ་ཐུབ་བ་བཟོ་གི་རུ་བ་འདི་ག་རེ་རེད། ང་རང་ཚོ་གི་བོད་མི་གི་བདེན་མཐའ་སེལ་ནི་གཉིས་ཕན་ཨོ་མི་ལང་ཐོག་ལ་བོད་ལ་འགྲོ་ཐུག་ཡག། ད་ག་ནས་ཤེས་ཀྱི་ང་རང་བོད་པ་འདི་རང་བཙན་གཙང་མ་ཡིན་པ་གི་ཁུངས་སྐྱེལ་ཐུག་ཡ། ད་ག་ནས་ཤེས་ཀྱི་ང་ཚོ་གི་ད་ལྟ་བཙན་བྱོལ་ནང་ལ་ཡ་དམངས་གཙོ་ཀ་བ་གསུངས་ཏེ་དམངས་གཙོ་ཡང་དག་པ་ཅིག་འགྲོ་ཐུག་ཡ། འཛམ་བུ་གླིང་འདིར་ལ་ཡ་ཨ་ནི་འདྲ་ཆགས་པོ་ཅན་ཤེས་ཐུག་ཡ་འདི་ག་དེ་གོང་ས་མཆོག་བཀའ་དགོངས་རེད་དེ་སོ་གོང་ས་མཆོག་གི་བཀའ་དགོངས་འདི་ག་དེ་འདི་ག་རེད་འདི་ག་ལ་བརྩི་བཀུར་བྱས་ནས་འགྲོ་ཐུག་བ་ཡིན་ན། ད་ག་ནས་ཤེས་ཀྱི་གོང་ས་མཆོག་གི་གསུང་གི་དུ་བ་རང་བཙན་རྩོད་ཉེན་དེ་ཚོ་ཡིན་ན་ཀྱི་རྒྱུ་མཚན་ཡོད་ར་དག་གོ་གོ་བ་ར་དག་ང་ཚོ་ལ་རང་བཙན་རྩོད་ཉེན་ཡིན་ན་ཀྱི་ང་ད་ལྟ་ང་རང་ཚོ་བོད་ནང་གི་བོད་མི་གི་བདེན་མཐའ་གསལ་ཡག་འདི་ལ་ཡང་ངས་ཀྱི་ཨ་ནི་རྒྱ་རྒྱ་དང་བོད་གཉིས་ཀ་ཕན་ཡག་ལ་ཨ་ནི་ཨོ་མི་ལགས་འདི་ཨ་ནི་ངས་གལ་ཆེ་ཤོས་ཀྱི་ཨ་ནི་མཐོང་གི་འདུག་གསུངས་གནང་གི་འདུག་བ་འདི་ཡོད་འདུག་བསམ་པ་ལ་རང་ཚེ་རྩོད་ངན་ཁོ་རང་ཚོ་ལ་རྒྱུ་མཚན་ཡོད་རེད་ང་ཚོ་ཨོ་མི་ལགས་རྩོད་ངན་ད་ཚོ་ལ་ང་རང་ཚོ་ལ་རྒྱུ་མཚན་ཡོད་རེད་ཡིན་ན་ཡང་ང་ཚོ་གི་ད་ད་ནག་གི། ཨ་ནི་བརྒྱ་ཆོས་བྱས་ནས་ང་རང་ཚོ་གི་རྒྱ་བོར་མི་ཆེ་ལགས་གི་གཙུག་བཞག་བྱོས་གི་ཨ་མཐའ་དང་དམངས་ཚོགས་དེ་མེད་པ་བཟོ་ཉེ་དུ་ཚོ་ལ་བརྒྱ་ཆོས་གནང་པ་ཡིན་ན་ཨ་ནི་རྩ་བ་གཉིས་ནས་ཨ་ནི་འགྲིག་དགོས་བ་མ་རེད་དེ་ལ་ཐ་ཅད་དུ་ང་རང་ཚོ་མི་དམངས་ཀྱི་ངོ་རྒོལ་རྒྱག་དགོས་རེད་དགག་པ་རྒྱག་དགོས་རེད་ཨ་ནི་དེ་དངོས་གནས་ཀྱི་ང་རང་ཚོ་ནོར་འཁྲུལ་བྱེད་དགོས་བ་མ་རེད་ང་ཚོ་གི་གོང་ས་མཆོག་བཀའ་དགོངས་ཞེ་སོང་བྱས་ནས་འགྲོ་དགོས་ཡ་དེ་ང་ཚོ་གལ་ཆེན་པོ་བྱ་དགོས་བ་རེད་གོང་ས་མཆོག་དགོངས་མཐོ་པོ་ཆགས་ས་རེད་དངོས་གནས་ཀྱི་ང་ཚོ་གི་གོང་ས་མཆོག་གི་ཞེ་དུག་སེ་རྗེ་དུག་བསམ་པ་ལ་སྨིག་རྒྱུ་ཤོར་གི་འདུག་ཟེར་བ་ག་ཅི་ལ་ན་གོང་ས་མཆོག་གི་ང་ཚོ་ལ་དམངས་ཚོགས་དམར་གསོད་རེ་གནང་ནས། ག་དུས་ཡིན་ན་དམངས་ཚོགས་འདི་ངའི་ཁ་ཡོད་ལག་ཡོད་ཁ་ཞེ་གཉིས་མེད་ཡིན་ད་གསུང་གི་ཡོད་གསུང་གི་གསུང་གི་ལ་ཡང་ད་ལྟ་ཁྲེལ་ཞིག་པ་འདི་ཡ་གི་ང་ཚོ་བོད་པའི་དམངས་ཚོགས་དང་མེད་བ་བཟོས་སོང་བ་ད་དེ་དེ་ཡིན་འདུག་བསམ་པ་ལ་ང་ཚོ་ཡི་ཉམས་པ་ལ་སོ་བཙུགས་ནས་ད་ལྟ་སོ་སོ་བས་འདུག་མི་མང་འདོད་ལ་མཐོན་བྱས་ཨ་ནི་སྐད་ཆ་བཤད་འདུག་གོ་འདུག་མ་འདུག་གཞན་པ་བཤད་དགོས་ཡ་ཁོ་ར་མེད་སོ་སོ་ལྟོས་གོ་དོན་དག་མ་འདྲིས་པ་ཡིན་མེད་གལ་དགོས་ཆེ་མེད་ཡིན་ན་གལ་ནི་ང་རང་ཚོ་ཆོས་ཆོས་འདི་ཚོ་ག་དུས་གལ་ཆེན་པོ་ཡིན་པ་ཆོས་ཆོས་ཀྱི་སྤྱི་འཐུས་འདི་ཚོ་ང་ཚོ་གི་བཙན་བྱོལ་གི་ད་ལྟ་འདི་ནང་ལ་ཡོད་ང་རང་ཚོ་གི་ད་ལྟ་གྲོས་ཚོགས་ནང་ལ་ཡོད་འུ་འདུག་བསམ་པ་ལ་ཡང། ཁོ་ཚོ་གི་ལྷག་བསམ། ཁོ་ཚོ་གི་སེམས་ཤུགས། ཁོ་ཚོ་གི་དངོས་གནས་ང་རང་བོད་སྤྱི་པ་ལ་ཕན་པ་རང་དྲང་བདེན་གང་ལ་འགྲོ་ཐུབ་ཡག་གི་ལས་ཀ་ཅིག་བྱས་ཡོད་འདུག་བསམ་པ་ལ་ཡང་ང་རང་ཚོ་ལ་ག་ཚོད་ཡག་ནི་ཕན་ཐོག་ཆེན་པོ་འདུག་འདི་ག་ཚང་མ་ལ་སོ་ན་ཏང་ནི་ང་ཚོ་སོ་ན་ཏང་གོ་གོ་འདུག་ད་ད་ནག་འདི་ག་གི་དངོས་གནས་ཀྱི་ཏང་ང་རང་ཚོ་བལ་པོའི་ཤོད་ཚོགས་འདུ་དཀྲུག་ཡག་མང་དྲག་སོང་ད་འདི་ཡིན་འདུག་བསམ་པ་ལ་ཡང་ད་ནས་བཀའ་བློན་རེ་གཅིག་མཁའ་འགྲོ་འདྲ་བོ་ཡིན་པ་ཡིན་ན་ཡང་བེད་སྤྱོད་འོག་ལ་ཚུད་པ་ཡིན་ན་ཡང་གོང་ས་མཆོག་གི་བཀའ་དགོངས་འདི་དག་ག་རེ་ཡིན་པ་འདི་ཧ་གོ་གོ་རུ་བ། དམངས་ཚོགས་ལ་ཡང་འདི་ཁ་བསྐུར་གི་རེད་ལ་དམངས་གཙོ་ང་རང་བོད་མི་ཚང་མ་དམངས་གཙོ་རང་ཅག་པ་མིན་པ་ཡིན་ན་ཡང་ཚང་མ་དམངས་གཙོ་གོ་ཐོབ་མེད་པ་ཡོད་མ་རེད། ཁྲི་ཞི་པ་དེ་ཡ་གི་ནོར་འཁྲུལ་བྱས་པ་ཡོད་བྱེད་ཀྱི་ཡོད་པ་དེ་ང་ཚོ་བོད་མི་བརྒྱ་ཆ་བརྒྱ་ནས་བརྒྱ་ཆ་གོ་གཅིག་གོ་དགུ་དེ་ཁྲི་ཞི་པ་དེ་ཚོ་མ་སྤིས་ཚར་ནས་ཡང་བསྐྱར་ཡང་ཁྲི་ཁོག་བཙན་འཛུལ་བཟོས་པ་དེ་ང་ཚོ་དམངས་གཙོ་ལ་ཡ་ཨ་ནི་བརྩི་བཀུར་མེད་པ་བཟོས་ཡོད་པ་དེ་བོད་མི་ཚང་མ་ཤིན་ཁོག་རེད་དེ་ཁེ་ལས་ངོས་ལེན་བྱེད་ཁོག་རེད། ད་ལྟ་གཞི་རིམ་མི་དམངས་ལ་དེ་ང་རང་ཚོ་བོད་པ་ནང་ལ་ཡིན་ན་ང་རང་ཚོ་སོ་གཅིག་རེད་ཟེར་བ་འོན་ཏེ་ཞུ་ཡ་ཡིན་ཨ་ནི་ཞིམ་པ་སྐད་ཞུ་ཡ་མེད།